བྱེས་སོགས་མང་པོ་ཅིག་པད་ཁོ་ར་ནག་པོ་ནག་རྐྱང་བཟོས་རྩིས་བྱེས་སོ། དཔང་རྟགས་དང་བཅས་བྱེས་སེར་པོ་སེར་རྐྱང་བཟོས་ཀྱི་གྲལ་སྒྲིག་ཨང་སང་ཡོད། ད་རིང་འདུག་བཟོ་ཚར་བ་དང་ང་ཚོ་ནག་པོ་ནག་རྐྱང་བྱེས་ནི་ག་ཅིག་ནས་འགྲོ་འོང་རེད། བོད་སྤྱི་པའི་དོན་དུ་ལས་ཀ་བྱེས་ནག་པོ་ཆགས་ནས་འགྲོ་གི་མ་རོ། དལ་མདའ་པོ་དང་ང་ཚོ་ཁ་བཙུམ་ནས་བསྡད་རེད་ད། མི་རེད། འགྲོ་མི་ཐོབ་ཐང་ང་ཚོ་གསུམ་ལས་ཡོད་རེད། ལོ་སུམ་ཅུ་སོ་གྲངས་ཅིག་འདས་བོད་སྤྱི་པའི་དོན་དུ་དཀའ་ལས་རྒྱག་ངེས་རྐྱང་རྐྱང་ཅིག་རེད། བཤེས་གཉེན་འདི་ལོ་ག་ཚོད་དཀའ་ལས་བརྒྱབ་ཡོད་རེད། བློས་བཏང་ག་རེ་བྱས་ཡོད་རེད། མང་ཚོགས་སྟག་དམར་བ། སྤྱི་ཚོགས་དྲང་པོ་ཅིག་ཆགས་རིགས་པའི་ང་ཚོ། སྐྱབས་མགོན་རིན་པོ་ཆེ། བ། མི་བསད་ཆགས་སྡོད་རང་ཚོ། མང་ཚོགས་ནང་ལོགས་ལ་ཡང་ང་རང་ཚོ་ལ་ཡང་ལྟ་སྟངས་ཁག་ཅིག་བསྐྲུན་ཡོད་རེད། མང་ཚོགས་ཁག་ཅིག་ཡིན་ཤག་ཤག་བྱས་རྗེས་ཨ་ནི་པའི་ཐག་གཅོད་བྱས་པའི་ཐོག་ནས། ཨ་ནི་ང་རང་ཚོ་ལ་ཡང་མ་ཉེས་ཁ་གཡོག་ཤུགས་ཆུང་པོ་ཞིག་བླུ་གཡོག་ཡོད་རེད། ང་ཚོས་གཅིག་གསལ་བཤད་བྱས་ཡ་མེད་པ་མ་རེད་དེ་ཡིན་ནའི་ད་རྒྱ་ཆེ་ས་གཅིག་ལ་བསམ་བློ་བཏང་རྗེས་ཨ་ནི་བཟོད་སྒོམ་རང་བྱེད་ཅིག་བསྡད་ཡོད་རེད་ད་ཡིན་པས་ནི་མ་འགྲོ་སྙེག་ལ་ཡ་ད་རི་ཉི་མ་མཐའ་མ་ཡིན་དུས་ཙམ་པ་ལ་ཡ་གནས་ཚུལ་མང་པོ་ཞུ་ཅིག་གསལ་བོ་བཟོས་བའི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་སོང་ཙང་ད་རི་བསྡད། དྲི་བ་དྲི་ལན་གྱི་ལས་རིམ་གྱི་སྔོན་ལ་ཡ་ང་རང་གསུམ་ངོས་ནས་གསལ་བཤད་བྱས་ཡ་དེ་འདྲའི་ཅིག་ཞུ་གི་ཡིན། ད་རི་འོས་བསྡུ་ལས་དོན་ཡག་པོ་བྱུང་ཐོས་དངོས་གཞི་འདི

དམིགས་བསལ་མཐོ་སྣང་ལས་ཡོད་པ་སོགས་སོ་སོ་ལ་ཡང་འབྲེལ་བ་བྱེད་ཅེས་ཞུ་བའི་འདོད་པ་ཡོད་དམ་མེད། འདི་འདྲ་གི་ལས་རིམ་ནང་ལོགས་ལ་ཡང། འདོད་མེད་ནང་ལོགས་ལ་ཡང། སྒྲིག་གཞི་ནང་ལོགས་ལ་ཡང་ཉུང་ཐབས་ལ་ཉེ་ཐབས་བྱས་རྗེས་གང་ལྟར་མི་ཉི་ཤུ་གཅིག། སྤྱི་འཐུས་ཡོད་མི་ཉི་ཤུ་གཅིག་ཉུང་དག་ལ་ཡང་སྒྲིག་གཞི་ནང་ལོགས་ལ་འཁོད་ཡོད་རེད། ད་ལན་ང་ཚོས་མཐའ་མ་འདི་ལ་ཡང་ཅིག་ཞིབ་འཇུག་བྱས་རྗེས་མར་དྲི་རྩད་བྱས་ཞེས་བྱས་ཡོད་འདུག་བསམ་བློ་ཡང། འདོད་མེད་འོས་བསྡུ་ནང་ལོགས་ལ་ཡང་ཆ་ཤས་གླེང་ངེས་འོས་མི། བཅུ་བདུན་མ་ཞིག་ལྷག་ཡོད་མ་རེད། བདེན་མེད་མང་ཚོགས་ཀྱི་འོས་འཕེན་མཁན་གྱི་ཐོབ་གཞུང་ཆ་ཚང་ལ་ང་ཚོས་འབྲེལ་བ་བྱས་རེད། མཐའ་མ་འོས་གཅིག་རང་ཡན་གཙོ་ལ་ཡིན་པས་ནི་ང་ཚོས་འབྲེལ་བ་བྱས་རེད། མི་གསུམ་འདང་གི་ཡོད་མ་རེད། ང་ཚོས་ཡང་འབོད་སྐུལ་ཞུས་འབྲེལ་བ་བྱས་ད་དེ་འདྲས་མ་གནང་གང་ཡིན་ཟེར་ན་ཁྲིམས་སྒྲིག་གཞི་ནང་ལོགས་ལ་ཡང་ཆ་ཚང་མེད་པས་ན་ང་ཚོ་སྟོན་ཆོག་གི་མི་འདུག་ཨེ་ནི་འོས་བསྡུ་བསྐྱར་དུ་བྱས་པ་ལ་ནི་ཆ་ཚང་དགོངས་པ་ཞུ་དགོས་འདུག་དེ་ཡིན་དུས་བརྡབ་གསིག་ཐེག་གི་རེད་རྣམ་པ་ཚོ་ཞུ་ན་ག་འདྲས་འདུག་ཟེར་བྱས་རྗེས། འགན་ཆེན་པོ་བཞེས་པའི་ཐོག་ནས་གང་སར་འབྲེལ་བ་བྱས་ཞེས་ཁ་བཤད་ངོས་ལེན་གནང་མ་སོང། དོན་མེད་ནག་ནོག་ལ་ཡང་དམིགས་བསལ་ངོས་ལེན་གནང་མཁན་དེ་འདྲ་སྤྱི་འཐུས་གངས་རི་རལ་རེད། ཡིན་དེ་ཡིན་བྱས་རྗེས་ད་ང་རང་ཚོ་སྤྱི་བར་རང་བསམ་བློ་བཏང་རྗེས། རྣམ་པ་ཚོ་ཞུས་པ་ཞིག་སོང་ང་འདེགས་ཀྱི་བྱས་རྗེས་ཞུས་གནང་རེད་དྭགས་ནང་བཞིན་བསྟན་འཛིན་ཆོས་དབྱིངས་ལགས་ཁོ་རང་ལས་སྐྱབས་འཇུག་ཞུས་རྗེས་ཁོ་རང་འདི་ནང་ཞུས་རེད། དེ་འདྲས་བྱས་རྗེས་གང་ལྟར་ཨ་ནི་གྲངས་ཀ་ཆ་ཚང་འདྲ་བོ་ཞིག་འདུག་ཚང་བ་བྱུང་སོང། ས་སྐྱའི་ནག་ལོག་ལ་ཡ། ཚང་མར་འབྲེལ་བ་བྱས་ཡོད་འདུག་སུ་མ་ཤི་ལྷག་མ་སུ་ཞིག་གོ་གི་ཡོད་རེད། དེ་ཡིན་དུས་ས་མུ་ལི་ཡ་སྤྱི་ཟུར་ཁོང་གུ་རུ་རྒྱལ་མཚན་ལགས་ལ་ཡང་འབྲེལ་བ་ཞུས་རྗེས་ཐུགས་རྗེ་གཟིགས་བཞུགས་རོགས་བྱེད་ཅེས་ཆེས་མཐའ་མ་ཞལ་བཞེས་ཐོབ་པའི་ཐོག་ནས་གཞི་ཚང་བའི་ཐོག་ནས་འོས་བསྡུ་བྱེད་ཐུབ་པ་བྱུང་ཡོད་རེད། དགེ་ལུགས་ནང་ལོགས་ལ་ཡིན་པས་ནི་མཐའ་མ་སུ་མ་ཤི་ལྷག་ཡོད་མ་རེད། གཞི་སྟོང་གི་འོས་བསྡུས་ས་མུ་ལི་ཡ་ཨན་ནི། དགེ་བཤེས་བློ་བཟང་ཆོས་འཕེལ་ལགས་ལ་ཡང་འབྲེལ་བ་ཞུས་པའི་ཐོག་ནས་ཁོ་རང་གི་ཡིན་དེ་ཡིན་ཞེས་ཆེད་བཞུགས་ནས། ད་ལན་ང་ཚོ་འདོད་མེད་དང་ས་སྐྱ་དང་དགེ་ལུགས་ཀྱི་འོས་བསྡུ་འདི་ཚགས་ཚུད་བསྒྲུབ་ཐུབ་པ། ཁྲིམས་སྒྲིག་གཞི་ཞུ་ཚོགས་འདི་འདྲའི་གཅིག་བྱུང་ཡོད་རེད་འདི་རྣམ་པ་ཚོ་ཁས་བླངས་ཡག་པོ་ཡོད་བསམ་གྱི་འདུག་སོང་ཙང་སྡེང་ཆ་འདིའི་རྒྱུ་ཡི་རྗེས་གང་ལྟར་བོད་མི་སྒྲིག་འཛུགས་དཀའ་ངལ་འཕྲད་པའི་སྐབས་ལ་ཡ་རབས་ཨ་ཨེ་ནི་ང་ཚོ་བོད་གུས་ཞུ་བ་གཞི་བཟུང་གི་སྒྲིག་འཛུགས་གལ་གནད་ལ་ཡ་གཟིགས་པའི་ཐོག་ནས་ཨེ་ནི་མང་ཚོགས་ཀྱི་ངོས་ཤེས་དོད་པའི་ཐོག་ནས་ར་བ་ཆག་རུ་མཉམ་འདེགས་གནང་ཡ་ད་ལྟ་དགེ་བཤེས་གྱང་རི་ལ་རེད་བསྟན་འཛིན་ཆོས་དབྱིངས་ལ་རེད་གུ་རུ་རྒྱལ་མཚན་ལ་རེད་དང་ནང་བཞིན་དགེ་བཤེས་བློ་བཟོ་ཆོས་འཕེལ་ལ། སྡིངས་ཆ་འདིའི་རྒྱུན་ནི་ཡང་སྙིང་ཐོག་པ་ནས་མཐོ་ཆེ་ནང་ཞུ་ཡ་གཅིག་ཡིན། འོས་བསྡུའི་ནང་ལོགས་ལ་ཡང་ཆ་ཤས་གླེང་མཁན་མང་རུ་བཏང་ཡང་དེ་བོད་མི་ཡོད་དོ་ཅོག་གིས་ཆ་ཤས་གླེང་ཐུབ་ཡ་དེ་ཤིན་ཏུ་ནས་གལ་ཆེན་པོ་ཡོད་འདུག་ཟེར་མ་ལ་ཡང་ང་ཚོས་ཀྱིས་ད་ཐོག་མ་ནས་ཁྲིམས་སྒྲིག་ཞིག་ཞུ་གསུང། ས་གནས་ག་བ་ཅིག་ལ་བོད་རིགས་གནས་ཡོད་ནས། ཁོ་རང་གི་འདོད་པ་ཡོད་པ་ཡིན་ན་བརྒྱ་ཆ་བརྒྱ་ང་ཚོ་མཐུན་རྐྱེན་བསྐྲུན་ཐུབ་པ་བྱེད་ཀྱི་འདུག་ད་བྱས་རྗེས་འདི་ལས་ང་ཚོ་ཤུགས་ཞེ་བོ་ཞིག་བརྒྱབ་ཡོད་རབས། བོད་མི་སྟོང་ཕྲག་ཁ་ཤས་ཅིག་རྒྱ་གར་དམག་ཁང་ནང་ཡོད་རབས། ང་ཚོའི་བསམ་བློ་ནང་ལོགས་ལ་ཡང་རྒྱ་གར་དམག་མི་ཚོ་འོས་ནང་ལ་ཡ་ཆ་ཤས་གླན་ཆོག་གི་འདུག་ཨེ་ན་ང་ཚོས་ག་འདྲས་སུ་གླན་ཆོག་གི་ཡོད་མ་རེད་ཅེས་བཤད། དེ་ཏན་ཏན་ང་རང་ཚོ་མཐུན་རྐྱེན་ཞིག་བསྐྲུན་དགོས་འདུག་ཅེས་བཤད་ང་རང་ཚོ་ཕ་གི། དམག་དཔོན། སྡེ་དཔོན་དང་རི་དཔོན་ལ་ཡང་འབྲེལ་བ་བྱས་པའི་ཐོག་ནས། ད་ད་ལན་ང་ཚོ། ད་འཐབ་རྩོད་དང་འབྲེལ་བ་ཆགས་འདོད་ཀྱི་ཡོད་རེད། ད་འདྲ་པོ་འདུག་འོས་ནང་ལ་ཡ་ཆ་ཤས་གླན་མི་འདུག་ཨེ་ན་གླན་ཐུབ་ན་ག་འདྲས་འདུག་ཅེས་བཤད་ང་ཚོ་ཅང་བཤད་བྱས། ཁོ་རང་ཚོ་གིས་བདེ་སྲུང་ལས་ཁུངས་ལ་ཡ་གཅིག་ཞུས་གནང་གདའ། ང་ཚོ་བདེ་སྲུང་བཀའ་བློན་ལ་ཡ་འབྲེལ་བ་ཞུས། མཐའ་མ་དགོས་མཁོ་བྱུང་སོང་ན་རྒྱ་གར་གཞུང་ལ་ཡ། བཀའ་གྲོས་ཞུས་པའི་ཐོག་ནས་ང་ཚོས་ཀྱི་ལས་རིམ་གཅིག་གོ་སྒྲིག་ཞུ་ཡས་ཀྱི། ཉིན་མ་མང་པོ་བསམ་བློ་བཏང་ཡས་འབྲེལ་བ་ཞུས་པའི། མཐའ་མ་འདི་ལ་ཡང་འདི་ཡང་ཅིག་གནས་སྟངས་གཅིག་གི་ཐོག་ནས་བྱུང་མ་སོང། ད་ཅིག་བྱས་ན་མ་འོངས་པ་ཡང་ཅིག་འོས་བསྡུ་འགན་འཛིན་རྣམ་པ་ཕན་ངན་རྫོགས་ཀྱི་ཐབས་ཤེས་བྱས་པའི་ཐོག་ནས་འདི་ད་སྟོང་ཕྲག་ཁ་ཤས་ཅིག་གི། སྐད་ཆ་ཆགས་ཀྱི་ཡོད་རེད། སོད་སོང་ཁག་ལ་ཡིན་པས་ནས་ད་ལན་དམིགས་བསལ་བྱས་བྱས་སོད་སོང་སྐྱིད་སྡུག་རང་ལས་འབྲེལ་བ་བྱས་བྱས་ཚོགས་གཙོ་སུ་རང་ཕན་ཚུ་ལ་ལ་འབྲེལ་བ་བྱས་བྱས་གང་ལྟར་ས་གནས་ས་ཐོག་ལ་ཡང། འོས་འཕེན་མཁན་མི་ལྔ་བཅུ་མ་ཞིག་མེད་བས་ནས་ང་ཚོ་མཐུན་རྐྱེན་བསྐྲུན་གྱི་ཡིན་ད། ད་ལྟར་སོལ་རྫོང་ཁག་གི་ས་གནས་སུམ་ཅུ་སོ་གྲངས་ཅིག་ལ་ཡང་ད་ལོ་དེ་སྔ་མེད་པར་དུས་འདས་ང་ཚོ་མཐུན་རྐྱེན་བསྐྲུན་ཐུབ་པ་བྱས་ཡོད་རེད། ད་ནང་བཞིན་སྨན་རྩིས་ཁང་ཡན་ལག་ཁག་མང་པོ་བཞི་བོ་ཅིག་ལ་ཡང་སྨན་རྩིས་ཁང་ལ་འབྲེལ་བ་གནང་རྗེས་ཨ་ནི་མཐུན་རྐྱེན་བསྐྲུན་ཐུབ་པ་བྱས་ཡོད་རེད། ས་གནས་ཁ་ཤས་ཁ་ཤས་ལ་འོས་འཕེན་མཁན་གཅིག་གཉིས་མ་ཞིག་མི་འདུག་ད་ཁ་ཚང་འདྲ་པོ་ཅིག་མིན་ནས། དངོས་གཞིའི་སྐབས་ལ་ཡིན་པས་ནི་མི་ལྔ་དྲུག་བཅས་ཀྱི་ས་གནས་མང་པོ་བཞི་བོ་ཅིག་ལས་ང་ཚོས་སྨན་རྩིས་ཁང་བརྒྱུད་ནས་མཐུན་རྐྱེན་བསྐྲུན་ཐུབ་པ་བྱས་ཡོད་རེད། ཀོ་རི་ཡ་ལ་དེ་སྔ་ནས་འོས་འཕེན་གོ་སྐབས་གནང་གི་འདུག་བྱས་རྗེས་ང་ཚོས་ཡི་གེ་འདི་འདྲའི་འབྱོར་གནང་ཤག་ས་གནས་ས་མཐོར་འབྲེལ་བ་བྱེད་པའི་སྐབས་ལ་དྭང་རང་རེད་ཤག་སོང་ཙང་ང་ཚོའི་གི་ཇཱ་པན་གི་འོས་བསྡུ་འགན་འཛིན་ལི་ཡ་ཀོ་ང་བྱེད་པའི་ཐོག་ནས་ཁོ་རང་ཆེད་དུ་ང་ནས་འགན་འཁྱེར་པའི་ཐོག་ནས་ད་ལན་ཐང་མ་དང་པོ་ཀོ་རི་ཡའི་ནང་ལོག་ལི་ཡ་བོད་མི་ཚོ་འོས་འཕེན་ཐུབ་པ་བྱུང་ཡོད་རེད། ཧ་ཝའི་ནང་ལོག་ལི་ཡ་ཨ་ནི་ང་ཚོ་བོད་པ་ཨོ་སི་ལེ་འདི་ཡོད་ང་ཚོ་མཐུན་རྐྱེན་མགོ་འདུག་བྱས་རྗེས་དེ་སྔ་ནས་གསུངས་བསྡད་ཡོད་རེད། ཨ་ནི་ད་ལན་ང་ཚོས་ཕ་གི་འབྲེལ་བ་བྱས་རྗེས་དེ་ད་བློ་བཟང་དབང་གིས་ལ་གཙོ་བོ་འགན་འཁྱེར་བའི་ཐོག་ནས་ཨ་ནི་ཁྱེད་རང་ཚོ་ཕ་གི་རུག་རུག་བཟོས་རྗེས་ཨ་ནི་ཅིག་ཚོགས་ཆུང་ཞིག་བཙུགས་ཐུབ་བས་ན་ང་ཚོས་ཡིན་དེ་ཡིན་ཟེར་བྱས་རྗེས་འབྲེལ་བ་ཞུས་པའི་ཐོག་ནས་མཐའ་མ་དེ་ལ་ཡང་ཁོ་རང་ཕག་ཏུ་འབྲེལ་བ་བྱས་འདུས་ཨ་ནི་ཡང་ཕ་གིས་འོས་འཕེན་མཁན་བཅུགས་སུ་འདུག་དེ་ཡིན་ནས་ཆ་རྐྱེན་ཚང་གི་མི་འདུག་ཟེར་བྱས་རྗེས་ཨ་ནི་མཐའ་མ་དེ་བྱུང་ཡོད་མ་རེད་དེ་ཡིན་དུས་ཁོ་རང་ཁས་ལེན་ལ་ཡང་མ་འོངས་པ་ཆ་རྐྱེན་ཚང་ཐུབ་པ་བྱེད་ཀྱི་ཡིན་འོས་ཀྱི་ཐོབ་ཐང། ཏན་ཏན་གནས་ཐུབ་པ་བྱེད་ཀྱི་ཡིན་ཟེར་ཞེས་འདི་འདྲས་ཅིག་ཁོ་རང་གིས་ད་དམ་བཅའ་དྲང་སྲིད་མ་སོང་ན་འདི་འདྲས་སུ་སོང་ནའང་རེད། ད་ནང་བཞིན་གྱི་ཨུ་རུ་སུ་ལ་ཡང། ང་ཚོས་འདི་ནས་བར་འབྲེལ་བ་བྱེད་ས་མེད་པའི་རྒྱུ་མཚན་གྱི་ཐོག་ནས་ཨུ་རུ་སུ་གྱི་ནང་ལོགས་ལ་རེད་ད་ནང་བཞིན་གྱི་ཀལ་མུ་ཀི། ཏུ་བ། འབུར་ཡ། འདི་ཚོ་ནང་ལོགས་ལ་ཡང་བོད་པ་བརྒྱ་ཕྲག་གཅིག་མ་སིམ་ཟི་ཡོད་རེད། ད་དེ་ལ་ཡང་མཐུན་རྐྱེན་བསྐྲུན་ཡ་འབད་བརྩོན་བྱེད་དགོས་འདུག་ཟེར་ཞེས་འབྲེལ་ཡོད་ཁག་ལ་འབྲེལ་བ་གནང་ཡོང་དུས་ཚང་མ་ཕ་གི་ལ་འབྲེལ་བ་བྱེད་ཐུབ་ཀྱི་ཁུར་ཡོད་མ་རེད། མཐའ་མ་འདི་ལ་ང་ཚོ་ཡར་འབྲེལ་བ་བྱེད་མར་འབྲེལ་བ་བྱེད་ཅེས་མི་གྷལ་ཡས་ཨུ་རུ་སུ་ནང་ལོགས་ལ་ཡང་ཨམ་ཆི་འཇིགས་མེད་ལགས་ལ་འབྲེལ་བ་བྱས་པའི་ཐོག་ནས་ད་ག་འདར་ཁྱེད་རང་འགན་འཁྱེར་ཐུབ་ན་ཡག་པོ་འདུག་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ལ་ཡང་འབྲེལ་བ་གནང་རོགས་གནང་དེ་སྔ་ཁོ་རང་ཚོ་ཚོགས་མི་ནང་ལོགས་ལ་འདུག་བྱས་བྱས་བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་དོན་གྲུབ་ལགས་དང་ཨ་ནི་བྷ་གི་ཀམ་ལགས་ཁོ་རང་ཚོ་ལ་འབྲེལ་བ་བྱས་པའི་ཐོག་ནས་ཚོགས་ཆུང་བཙུགས་པའི་ཐོག་ནས། སྔོན་འགྲོ་དང་དངོས་གཞི་ནང་ལོགས་ལ་ཡ་ཨེ་ནི་ཁོང་ཚོ་ཆ་ཤས་ལེན་ཐོག་བྱུང་ཡོད་རེད་འདིའི་ཐོག་ལ་ཡ་ཨམ་གཅིག་འཇིགས་མི་ལ་ཧང་སངས་ཐུགས་རྒྱ་གནང་ད་ནང་བཞིན་དེ་ཚུགས་བཏང་བའི་སྐབས་ལ་ཡ་མི་ཁའི་ལྡི་ལི་ལ་ཡ་ཨེ་ནི་འགོ་མང་མགྲོན་ཁང་གི་ཕྱག་མཛོད་རྣམ་པ་ཚོ་སྔོན་འགྲོའི་སྐབས་ལ་ཡ་ནས་རེད་དངོས་གཞི་སྐབས་ལ་ཡ་ནས་ཧང་སངས་ཕྱག་རོགས་ཡག་པོ་གནང་སོང་ཨུ་རུ་སུ་ལ་ཕར་ཕེ་ངེད་ཚོ་ལ་ཡ་ང་ཚོ་འོས་བཏང་ཐུགས་ཡ་རེད་ཕ་ནས་ཚུགས་འགྲུབ་འབྲས་དེ་ཚོ་ཚུགས་བཏང་ཐུགས་ཡ་རེད་དེ་ནས་ཡ་ཨཏང་ཡ་ཆ་ཚང་ཐོག་ལ་ཡ་དམིགས་བསལ་ད་རིག་སྡེང་ཆ་དེ་དགོས་ཅེས་ཨམ་གཅིག་འཇིགས་མི་ལ་རེད་འགོ་མང་ཕྱག་མཛོད་ཁང་རེད་ད་ནང་བཞིན་ཨུ་རུ་སུ་ནང་ལ་ཡ་བོད་རིགས་སྤྱི་མཐུན་ཚོགས་པ་ཚོ། ཧང་སངས་ཀྱི་སྐུ་ལས་སྐྱོན་གནང་སོང་དེང་ཆ་འདིའི་རྒྱུད་བཅས་དངོས་གནས། སྒྲིག་འཛུགས་ལ་ཡང་ཤ་ཚ་ཡོད་པའི་ཐོག་ནས་དམིགས་བསལ་གྱི་རྒྱབ་ལོག་ལ་བསྡད་ནས་ག་འདྲ་མཐུན་རྐྱེན་ག་རེ་བསྐྲུན་དགོས་འདུག་བོད་མི་གཅིག་ཡིན་པའི་ཆ་ནས་འདི་འདྲ་གི་འགན་བཞེས་མཁན་ད་རིང་འོས་བསྡུ་སྐབས་ལ་ཡང་མང་པོ་ཅིག་བྱུང་སོང་ཞུ་ཡ་ཡིན། སྤྱི་ཚོགས་ནང་ལོག་ལ་གླེང་སློང་ཁག་ཅིག་གི་ཐོག་ལ་མང་ཚོགས་ཀྱི་བསམ་ཚུལ་ཅིག་དག་ནང་བཞིན་གྱི་ཨེ་ནི་འདུ་བ་སྤྱི་ཚོགས་དྲ་རྒྱ་ནང་ལོག་གཏམ་བཤད་གནང་མཁན་མཁས་དབང་ཚོ། དག་ནང་བཞིན་གྱི་རེ་བ་ཨེ་ནི་མང་ཚོགས་ཁག་ཅིག་གིས་གནད་དོན་འདིའི་ཐོག་ལ་ཡང་དབུས་འོས་བསྡུ་ལས་ཁང་གིས་ཐག་གཅོད་ཡག་པོ་བྱུང་མ་སོང་དྲང་པོ་བྱུང་མ་སོང་ཞེས་བཤད་ཨེ་ནི་ཐག་གཅོད་དེ་འགན་འཁྱེར་མ་སོང་གཡོལ་སོང་ཟེར་དེ་འདྲས་ཀྱི་བསམ་ཚུལ་མང་དག་ཅིག་ནང་ལོག་ནས་ཁག་ཅིག་གིས་དེ་རེད་དེ་གསལ་བཤད་ཞུས་འི་ན། ནག་ཆུ། ཁུལ་ནས་འོས་མི་གཅིག་མདོ་སྟོད་ནང་ལ་ཞང་ཡ་དང་གཅིག་དབུས་གཙང་ནང་ཞང་ཡ་གི་གནད་དོན་གཅིག་ང་ཚོ་ལ་ཡ་འབྲེལ་བ་བྱས་པ་རེད། འབྲེལ་བ་བྱས་ཡོད་འདུག་བསམ་པ་འདི་ད་ལྟ་བར་དུ་འོས་བསྡུ་ལས་རིམ་ནང་ལོགས་ལ་ཡ་ཐང་མ་ཐང་མ་ག་ཡ་རེད་མི་འདུག་དེ་སྔ་འོས་བསྡུའི་སྐབས་ལ་གནས་ཚུལ་དེ་འདྲ་བྱུང་ཤག་དེ་ཡོད་འདུག་བསམ་པ་ང་ཚོས་ཀྱི་སྟབས་བདེ་བོ་བྱས་རྗེས་ཉིས་སྟོང་དྲུག་ལོགས་ལ་ཡ་གནད་དུས་གནད་དོན་འདི་འདྲ་གཅིག་བྱུང་བའི་སྐབས་ལ་དེའི་སྐབས་ཀྱི་འགན་འཛིན་རྣམ་པ་ཀྱི་ཐག་གཅོད་ག་རེ་གནང་ཤག་གྲོས་ཆོད་ག་རེ་བཞག་གནང་ཤག་དེའི་སྐབས་ལ་ཡ་བཀའ་སྤྱི་གཉིས་ཀྱི་ལམ་སྟོན་གང་ལ་ཕེབས་ཤག་ད་ག་རང་གཞིས་བཅོས་པའི་ཐོག་ནས་གདོང་ལེན་བྱས་ཤག་ནས་མ་འགྲིག་པ་ག་ཡི་མི་འདུག་ཡིན་མིན་ནི་གནད་དོན་འདི་ང་ཚོ་ལ་འགན་ཡོད་པའི་རྒྱུ་མཚན་གྱི་ཐོག་ནས་དངོས་གནས་ཚུལ་ང་ཚོས་གང་ཤེས་ཐུབ་ཀི་འདུག་ཐག་གཅོད་བྱེད་ཐུབ་ཡག་གི་ནུས་པ་དང་ཡོང་གི་འདུག་བས། ཁྱབ་ཆས་འདང་གི་འདུག་བས། ཐོག་ལ་ཡང་ནག་ཆུ་གི་གནས་སྟངས་འདིའི་ཐོག་ལ་ཡང་གང་ཟག། དོ་བདག་གཉིས་ལ་ཡང་ང་ཚོས་ཀྱིས་དྲི་རྩད་གནང་བ་རེད་ཁོ་རང་གཉིས་བཅས་ཀྱིས་གང་ལྟར་ད་དེ་སྔ་ནས་དེབ་སྐྱེལ་དུ་ཚོ་ཆོལ་ཁ་ཁག་སོ་སོ་སོ་བདམས་པའི་ཆོལ་ཁ་ནང་ལོག་ཡོད་པ་དང་འོས་འཕེན་པ་དང་འོས་བཞང་བ་དང་ཅིག་ཆོལ་ཁ་རང་གི་ཁུངས་ཡིན་པས་ཀྱིས་ཅིག་འགྲེལ་བཤོད་མང་པོ་ཞིག་གནང་སོང། ཡིན་ནས་འདི་ལ་ཡང་གཞི་མ་བཅོལ་བའི་ཐོག་ནས་དམིགས་བསལ། ཧན་བོད་ནས་ཕེབས་པའི་སྐབས་ལ་ཡར་སྣེ་ལེན་ཁང་ལ་ཡར་ཡིག་ཆ་ཐོག་མ་ག་རེ་ཤར། འདི་ཆ་ཚང་ང་ཚོས་མཁོ་སྒྲུབ་བྱས་པ་རེད། བདེ་སྲུང་ལས་ཁུངས་ལས་ང་ཚོས་འབྲེལ་བ་བྱེད་ཆེད་ཡིག་ཆ་གང་ཐུབ་ཐུབ་ཅིག་མཁོ་སྒྲུབ་བྱས་པ་རེད། དཔལ་འབྱོར་ལས་ཁུངས་ཀྱི་དཔྱ་ཁྲལ་སྡེ་ཚན་ནང་ལོགས་ལ་ཡར་ཐོག་མ་ཡིག་ཆ་ག་རེ་ག་རེ་འདུག་དཔྱ་ཁྲལ་ནང་ལོགས་ལ་ཡར་ག་རེ་འཁོད་ཤར་ཆ་ཚང་འབྲེལ་བ་གནང་བ་རེད། ས་གནས་འོས་བསྡུ་འགན་འཛིན་ལུགས་བསམ་དང་རྡ་རམ་ས་ལ་ལ་ཡར་འབྲེལ་བ་གནང་ཆེད་དེབ་བཀོད་ག་དུས་བྱས་ཤར། དེབ་བཀོད་བྱས་པའི་སྐབས་ལ་ཡར་ཆོ་ག་ག་རེ་ཁུངས་རེ་ཤར། ཆ་ཚང་ང་ཚོས་ཞིབ་འཇུག་བྱས་པ་རེད་དེ་འདྲ་ཅིག་ལྷག་བཅས། ད་ནང་བཞིན་གྱི་དེ་སྔའི་གྱི་འོས་བསྡུའི་ནང་ལོགས་ལ་ཡང་སྔོན་འགྲོ་བརྒྱབ་ཡོད་འདུག་ཟ་མ་ནག་ཆུ་ནས་འོས་བསྡུ་བྱང་ལ་འགྲོ་དོན་ནང་ལས་བྱང་ལ་བྱུང་ཤག་འདོད་མེད་དབུས་གཙང་ནང་ལས་བྱང་ལ་བྱུང་ཤག་འདོད་དོན་ནང་ལ་འཁོད་པ་ཡང་བྱུང་ཤག་བྱེད་དུས། ད་ནང་བཞིན་གྱི་འོས་གཞི་ནང་ལོགས་ལ་ཡང་སྙེ་མ་ནས་མང་ཚོགས་ཀྱི་བླུགས་བྱས་ཕ་གི་ནང་ལ་འོས་གཞི་ནང་ལ་ཡང་མིང་གཞུང་ནང་ལ་ཡོད་པ་དེ་འདྲས་ཡང་ང་ཚོས་གྱི་ཞིབ་འཇུག་ཐོག་ནས་ར་སྤྲོད་བྱུང་སོང། མཁས་དབང་ཁག་ལས་ཞིབ་འཇུག་ཐོག་ནས་བཀའ་འདྲི་ཞུས་པའི་རུ་དེབ་འདི་འདྲའི་སྔོན་འགྲོ་བརྒྱབ་པས། ས་གནས་མི་མང་དག་རང་གི་ནག་ཆུ་ཨ་མདོ་རྫོང་སོ་མར་ཤང་ནས་ཡུལ་མི་ཚོ་ལ་སྐད་ཆ་དྲིས་པའི་སྐབས་ལ་གནས་ཚུལ་མང་པོ་ཞུ་གཅིག། ཁག་གཅིག་དབུས་གཙང་ནང་ལ་འོས་ཤོག་འཕེན་གནང་འདུག་ཁག་གཅིག་མདོ་སྨད་ནང་ལ་འོས་ཤོག་འཕེན་གནང་འདུག་ཁག་ཤིག་མདོ་སྟོད་ནང་འོས་ཤོག་འཕེན་གནང་འདུག་རྣམ་པ་ཚོ་ཡང་མང་བཀའ་དྲིན་ཆེ་ཡོད་པས་ན། དག་ན་ཤིང་གིས་ཁོ་རང་ཉིད་ཚུར་ཕེབས་པའི་སྐབས་ལ་ཡང་དང་པོ་ཁོ་རང་ནས་དཔྱ་ཁྲལ་ནང་ལོགས་ལ་ཡང་ལུང་པ་ཕུལ་འཁོད་ཡོད་པས་ནས་དེབ་སྐྱེལ་བྱས་པའི་སྐབས་ལ་ཡང་གཅིག་དབུས་གཙང་དང་གཅིག་མདོ་སྟོད། རུ་བ། ཉིས་སྟོང་བཅུ་དུ་བ་ནས་དང་ནང་བཞིན་ཉིས་སྟོང་བཅོ་ལྔ་བཅུ་དྲུག་ལ་འོས་འདོད་མེད། ཁར་མདོ་སྟོད་དང་དབུས་གཙང་ནང་ལ་འོས་འཕེན་པ་དང་ཉིས་སྟོང་ཉི་ཤུ་ཉིས་རྩ་གཅིག་ལ་གཉིས་ཆའི། དབུས་གཙང་དང་མདོ་སྟོད་ཡ་ཞང་བ་དང་དེ་འདྲའི་གནས་ཚུལ་མང་པོ་ཞུ་ཐོག་ནས་ཨེ་ན་ང་ཚོའི་དབུས་འོས་བསྡུ་ལས་ཁང་གི་ཨོ་ད་དེ་ང་ཚོ་གི་ཐག་ཆོད་ཐུ་བའི་གོ་རེ་མོ་འདུག་སོང་ཙང་ད་དེ་སྔ་ན་བཞིན་བྱས་བྱས་དེ་སྔ་ཡིན་མིན་ན་ཉིས་སྟོང་དྲུག་ལོ་ལ་ཡ་འོས་བསྡུ་འགན་འཛིན་རྣམ་པ་གི་མང་ཚོགས་ཀི་མངོན་འདོད་བཞིན་འོས་འོས་ནང་ལ་ག་བ་སླེབས་པ་དེ་དེ་བཞིན་གི་མང་སྟོན་གི་ཡིན་ཟེར་ཅེས་གྲོས་ཆོད་བཞག་པ་ཞིག་སོང་ཀ་ཅི་གཉིས་ལས་ལམ་སྟོན་ཞུས་ཡོད་རེད་ང་ཚོས་ནས་གནད་དོན་འདིའི་སྐར་ལ་ཡ་མཐའ་མ་དེ་ལ་ཡ་ད་ང་ཚོའི་གི་རྒྱ་ལས་འགལ་འགྲོ་གི་འདུག། ད་རྒྱལ་རབས་ལོ་རྒྱུས་དང་ས་མཚམས་དང་འབྲེལ་བ་ཆགས་འདུག་སོང་ཙང་བཀའ་སྤྱི་གཉིས་ནས་ལམ་སྟོན་ཅིག་ཞུས་གནང་རེད། བཀའ་སྤྱི་གཉིས་ལམ་སྟོན་ནང་ལོགས་ལས། ཨ་ནི་སྤྱི་འཐུས་ལྷན་ཚོགས་ནས། ས་ཁུལ་སྐོར་ལོ་རྒྱུས་ཀྱི་གནས་བབ་ཐོག་ནས་ཐག་གཅོད་བྱ་རྒྱུ་ལས་སྤྱི་འཐུས་ལྷན་ཚོགས་ནས་དེར་ཐག་གཅོད་གནང་རྒྱུའི་གནས་བབ་མེད་ཞེས་རྗེས་ལན་འདེབས་འདི་འདྲ་ཅིག་གནང་ཡོད། བཀའ་ཤག་ནས་ལན་འདེབས་འབྱོར་བ་ད་ཞིབ་ཕྲ་ནང་ལོགས་ནས་གཙོ་བོ་དེ། དེ་སྔ་སྤྱི་ལོ་ཉིས་སྟོང་དྲུག་ལོར། ཡང་གནད་དོན་དེ་ཟུང་ཞིག་བྱུང་འདུག་པ་བཞིན་ཆོལ་ཁོང་ས་མཚམས་ཀྱི་གནད་དོན་ཐོག་དེ་ནས་ཐག་གཅོད་གནང་བདེ་མ་མཆིས་ཞེས་རྗེ་ལན་འདེབས་དེ་ཉིད་ཡིན་ཕེར། སོང་ཙང་དེ་སྔ། གྲོས་ཆོད་བཞག་པ་གཞིར་བཟུང་གནང་ལམ་ལྟར་ར་བ་འོས་བསྡུ་འགན་འཛིན་རྣམ་པ་ཚོ་ཕྱག་ལས་ག་ནས་གནང་བྱ་འདི་གཞིར་བཟུང་གིས་མང་གཙོ་མངོན་འདོད་གཞིར་བཟུང་ཁོ་རང་ཉིད་ཡང་རྒྱ་བོད་ནང་འདུག་སའི་མུ་མཐུད་ཆེད་ཞུགས་ཡོད་རེད་འདི་ཡིན་དུས་བསམ་པ་གནས་སྟངས་འདིའི་ཐོག་ལས་དབུས་འོས་བསྡུ་ལས་ཁང་ནས་འགན་མ་ཁུར་བ་དང་དེ་འདྲའི་རྩ་བ་ཉིད་ནས་མེད། དངོས་གནས་ཚུལ་གང་ཡིན་པ་དེ་དེ་འདྲས་རེད་ཤག་ཟེར་བ། འདི་གཅིག་གསལ་བོ་ཞུ་ཨེ། ཁག་གཅིག་གིས་དབུས་འོས་བསྡུ་ལས་ཁང་གིས་ཉམ་ཆུང་ལ་ཡང་ཨ་ནི། གཅེས་སྤྲ་དང། བཀོད་ཁྱབ་དང། ཉེན་བརྡ་དང། ཨ་ནི། གཉེན་སྣོན་ཤེས་ཤེས་བྱེད་པ་དང།

ཞིབ་འཇུག་བྱེད་དུས་ཚང་མ་ང་ཚོས་ཡང་མིན་ན་དངོས་སུ་ལས་ཁུངས་ལ་ཕེབས་ཡ་རེད་ཡང་མིན་ན་དྲ་ཐོག་ནས་ང་ཚོར་འབྲེལ་བ་བྱེད་ཀྱི་ཡོད་རེད། གསུམ་ཞིག་གིས་ཁ་པར་ཁོ་ར་བསྐྱར་གི་མི་འདུག་མཐའ་མ་འདི་ལ་ཡང་རྡ་རམ་ས་ལ་ལ་ཞུ་ངེས་གཅིག་འདི་ནང་ལོགས་ལ་ཞུ་ངེས་གཅིག་ཁ་པར་བསྐྱར་གནང་སོང། ཡང་ཁོ་རང་ལ་ཡང་ཁྱེད་རང་ཚོས་ཞུ་ཡིག་ཕུལ་འདུག་བ། སོང་ཙང་ང་ཚོ་ཞིབ་ཕྲ་ཤེས་རྟོགས་ཡོང་ཡའི་ཆེད་དུ་ཁྱེད་རང་ལས་ཁུངས་ལ་ཕེབས་རོགས་བྱེད། དཔང་རྟགས་དང་ཆ་ཚང་གི་རྣམ་པའི་ཐོག་ནས། ཉི་མ་ཁ་ཤས་གཅིག་ཡ་ལན་ཁོ་ར་བྱེད་ཀྱི་ཡོད་མ་རེད།

སྒྲ་དེ་ཉན་ཅིང་ང་ཚོ་གསུམ་ཆས་ཀྱིས་ཉན་ཡོད་འདུག་ས་མོ་ལས། བོད་དུ་སྒྲིག་གཞི་དོན་ཚན་ཉི་ཤུ་རྩ་བཞི་ནང་ལོགས་ལ་གནོན་ཤུགས་སྤྲད་པ་དང་འོས་བླུགས་མ་བཅུག་པ་དང་འདི་འདྲའི་གི་གནད་དོན་ཤུགས་ཆུང་པོ་སྤེལ། སྒྲ་དེ་ཉན་ཡོད་འདུག་ས་མོ་ལས། ངས་བོད་ཁུལ་ཞུ་གི་ཡོད་ད་ཟེར་དེ་འདྲའི་ཚིག་བརྗེའི་དོན་ཡོད་རེད། མ་བླུགས་ན་འགྲིག་གི་མེད་ད་ཟེར་ཡ་དེ་འདྲའི་གཙང་ཡིན་ན་དོན་ཡོད་མ་རེད། དེ་སུས་འདོད་ས་མོ་ང་ཚོ་ལག་པ་འཇུ་ས་གཙང་ཡིན་ནི་ཡོད་མ་རེད། ཨེ་འདི་མ་ཟེར་སྙན་ཞུ་ཕུལ་མཁན་གཙོ་བོས་ང་ཚོར་ཡ་ལན་བྱེད་གི་མི་འདུག། སོང་ཟེར་གནད་དོན་དེ་མཇུག་སྐྱོང་བྱེད་ཐུབ་མ་སོང། མ་གཏོགས་རྒྱུ་མཚན་མེད་ཅིག་ཧ་ལམ་གང་ཟག་ལ་དམིགས་པའི་ཐོག་ནས་ང་ཚོས་ཀྱི་འགན་མ་འཁྱེར་བ་འདི་འདྲ་རྩ་བ་ཉིད་ནས་མེད། འདི་གནད་དོན་གཅིག་གསལ་བོ་ཞུས་ན་བསམ་སོང། གནད་དོན་གཅིག་ད་ང་ཚོ་ལ་ཡང་འོས་བསྡུ་ལས་རིམ་འགོ་བཙུགས་ནས་ཕྱི་ཕྱོགས་འོས་བསྡུ་ལས་རིམ་ནང་ལོགས་ལ་ཡང་འོས་བསྡུ་རྣམ་པ་ཚོ་འགན་འཛིན་རྣམ་པ་ཚོ་དྲང་པོ་མི་འདུག་འཁྱོག་བཤད་གནོད་ཤུགས་དབར་ལ་འདུག་སྟབས་མང་པོ་གསུང་ངེས་ཡོད་རེད། ད་ཡིན་ནི་གནོད་ཚབས་ཆེ་ཤོས་བྱེད་མཁན་གཅིག་བསོད་ནམས་རྡོ་རྗེ། བྱས་བྱས་དོན་དག་དེ་སྔ་དེ་རྡ་ས་གི་ས་གནས་འགོ་འཛིན་ཟུར་པ། མི་ནུ་སོ་ཏྲ་ལ་ཡང་ཞུགས་དེ་ངས་ཁོ་རང་གི་དྲ་རྒྱ་ནང་ལོག་ལ་ཡ་ཨ་ནི་གང་ལྟར། ད་ང་ཚོ་འོས་བསྡུ་འགན་འཛིན་གཅིག་ཕ་གས་ཨ་རི་ལ་ཕེབས་པའི་སྐབས་ལ་ཡ་ཨ་ནི་གང་ལྟར། འོས་བསྡུ་འགན་འཛིན་གྱི་གསུང་བབ་དེ་ཨ་ནི་ཁྲིམས་སྒྲིག་གཞི་དང་ཏག་ཏག་ལྡན་མ་སོང་བྱས་བྱས་ཨ་ནི་ཁོ་རང་གིས་ང་ལ་དཔང་རྟགས་ཡོད་ད་བྱས་བྱས་དེ་འདྲས་ཞིག་གསུངས་ནས་ནི་ང་ཚོ་རང་བཞིན་གྱིས།

ང་ཚོ་ལྷས་ར་སྐྱོན་བརྗོད་ཅིག་འགྲོ་ཚར་རེད་དཔང་རྟགས་ཡོད་གསུངས་ཚར་རེད། དེ་བྱེད་དུས་སམ་མ་ལི་ཡ་དང་པོ་ཐག་གཅོད་བྱས་ཏེ་གནད་དོན་འདི་ང་རང་ཚོ་གསུམ་དང་འབྲེལ་བ་ཆགས་ཡོད་དུས་སམ་མ་ལི་ཡ་ཀོང་ཀོང་རང་གིས་ད་འདི་ང་དང་འབྲེལ་བ་ཆགས་གི་འདུག་སོང་ཙང་རྣམ་པ་གཉིས་ཐག་གཅོད་ག་རེ་གནང་བ་ཡིན་ནས་གནང་རོགས་གནང་འདི་ང་ངོ་ཤེས་ཡོད་ཐག་གཅོད་ན་ང་བསྡད་ཀྱི་མེད་ཅེས་ཅེས་ཐང་མོ་ཤོའི་བསྡད་ལ་ཡ། ང་ཚོས་གནད་དོན་འདི་ག་ལ་ཞིབ་འཇུག་དང་ཐག་གཅོད་བྱས་ཐོག་ལ་ཀོང་ཀོང་གཟུགས་ལ་ཕར་བཞུགས་བྱས་ཐག་གཅོད་ཆ་ཚང་ང་རང་གཉིས་ཀྱིས། ང་ཡང་འདི་དང་པོ་ཐེངས་ཁེར་གྱི་སྲིད་གསར་གཉིས་ང་ཚོའི་བསམ་བློ་ང་འགྲོ་བཞིན་བསམ་བློའི་ནང་ལོག་ལ་ཡ་ཀུན་དབང་དངོས་གནས་ཁོ་རང་དཔང་རྟགས་ར་འཕྲོད་པས་ན། ང་རང་བསམ་བློའི་ནང་ལོག་ལ་ད་ཐུན་མོང་གི་འགན་ཡིན་པས་སོ་ང་ཚོ་གསུམ་ཆ་དགོངས་པ་ཞུ་བ་རེད་བསམ་བསམ་གི་བསམ་བློ་ཤུགས་ཆུང་པོ་སྤེལ། དེ་ཡིན་དུས་སེམས་པ་ལ་ཡ་ད་ཡིག་ཐོག་ནས་ང་ཚོ་དཔང་རྟགས་ཡོད་གསུངས་སོ་དཔང་རྟགས་བཏང་གནང་རོགས་ནའང་ཞེས་བརྗོད། ཚོགས་འདུའི་ནང་ལོག་ལ་ཡ་ཀུན་དབང་རྩ་བ་ཉིད་ནས་ཞུགས་ཡོད་མ་རེད། ཉི་མ་ལྔ་དྲུག་བཞི་དྲུག་ཡོད་རེད་དཔང་རྟགས་བཏང་གི་ཡོད་མ་རེད་ཡི་གེ་ཡིག་ལན་གནང་གི་ཡོད་མ་རེད། དེ་ནས་ང་ཚོ་ཡི་གེ་ཡང་བསྐྱར་ཞིག་བཏང་རེད། ད་དཔང་རྟགས་བཏང་ཡ་ཐོག་ལས་ཀྱང་ཉི་མ་ཁ་ཤས་འགོར་སོང་ད་ད་རེད། མ་བཏང་བའི་ཡིན་ན་ཨ་ནི་དཔང་རྟགས་མེད་བ་བརྩི་གི་ཡིན་ད། ཨ་ནི་འདི་ཞིག་གསུངས་ཀི་དཔང་རྟགས་མེད་བ་ལ་མ་ཉེས་ཁ་གཡོག་གི་ཐོག་ནས་ང་ཚོ་སྒྲིག་གཞི་ལག་བསྟར་བྱེད་ཀྱི་ད་ཡི་གེ་འདི་འདྲ་ཞིག་བཏང་རེད། བཅད་ཁྲ་མ་རེད་དེ། བསོད་ནམས་རྡོ་རྗེ་ལགས་ཀྱིས་ཡི་གེ་འདི་མ་བཏང་འདི་སྙམ་དུ་ཡི་གེ་གཞན་པར་ཅིག་བཏང་ཡོད་འདུག་ཚོད་མ་བཏང་ཆེད་སྤྱི་ཚོགས་དྲ་རྒྱ་ནང་ལོག་ལ་མ། ང་རང་ཚོས་ཡི་གེ་བཏང་ཆོག་ཆ་ཚང་མ་བསྒྲགས་ཤར་རེད་ཨེ་འདྲེ་བཤད་དེ། ང་ལ་ཡར་མི་སྒེར་གཅིག་ལ་ནག་བཙུགས་བྱེད་ཆོག་ཐུབ་ཆ་བཏང་སུ་བཏང་སོང། ད་ད་ནོས་ང་ལ་ཉེས་པ་བཏང་གི་རེད་ང་ཆམ་པོ་མེད། གནད་དོན་འཁྱོག་བཤད་མང་པོ་ཞུ་གསུང་གནང་རེད། དེ་ཡིན་དུས་སེམས་པ། མང་ཚོགས་ཀྱི་དགའ་སྐྱིད་མང་པོ་ཟིག་ཡིན་དུས་སེམས་པ་དཀར་མིན་དུ་ནས་གནང་བས་ན། རྒྱ་མི་གིས་འབད་བརྩོན་དང་ཤོས་དེ་ག་རེད་ལབ་ཡོད་ན། བོད་མི་སྒྲིག་འཛུགས་ལ་ངོས་ལེན་མེད་པ་བཟོས་རྒྱལ་སྤྱི་ནང་ལོགས་ལ་མཐོང་སླ་བ་བཟོས། དང་ནང་བཞིན་བོད་པ་ནང་ལོགས་ལ་ཡང་བོད་གཞུང་ལ་ཡང་བོད་མི་སྒྲིག་འཛུགས་ལ་ཡང་ཡིད་ཆེས་བརླག་བྱོས་བཟོས་ཐབས་ཤེས་འདི་བྱེད་ཀྱི་ཡོད་རེད། ང་ཚོ་ཚང་མ་གིས་བསམ་བློའི་ནང་ལོགས་ལ་ཡང་སྒྲིག་འཛུགས་དེ་ང་ཚོའི་སྒྲིག་འཛུགས་ཡིན། སྒྲིག་འཛུགས་དེ་དྲང་པོ་མ་བྱས་ན་ཡིན་དང་ཡིན། དེ་ནི་སྒྲིག་འཛུགས་འདི་གིས་གང་ལྟར་ལས་དོན་བྱེད་པའི་སྐབས་ལས་རྒྱབ་སྐྱོར་གནང་གི་ཡིན་ཞེས་བརྗོད། ཕྱག་དྲུག་མཉམ་བསྡད་ཞུ་ཡ་ནི་བོད་མི་ཡོད་དོ་ཅོག་གི་ལས་འགན་ཆགས་ཀྱི་ཡོད་རེད། དེ་ནི་ཁོ་རང་གིས་འབད་ཁོ་ར་རྒྱ་བསྒྲགས་འབོད་བསྒྲགས་བྱེད་བྱེད་ཧ་ལམ་ཡིན་ཤག་ཤག་བྱེད་བྱེད་དཔང་རྟགས་བཏོན་ཡོད་མ་རེད། གཅིག་གིས་ལབ་ཟུག་བྱེད་བྱེད་ད་གཅིག་གིས་ལབ་སྐྱོ་འདི་ལ་ང་ཚོ་དཀའ་རེ་འདུག་བསམ་པ་ལ། ང་ཨིན་དྲི་འདྲ་བོ་ཞིག་གོ་སོང་ལབ་མི་འདུག་ཨ་འདི་ད་ལབ་མ་སོང། འདི་ལབ་ས་དེ་ང་ཚོ་གསུམ་རེད། ང་ཚོ་གསུམ་ལ་སང་ཉིན་ཡིད་ཆེས་མེད་པ་ཆགས་ན་ག་རེ་ཆགས་ཀྱི་རེད། ག་འདྲས་སུ་ལས་ཀ་བྱུང་རེད།

མང་ཚོགས་ཀྱི་སྟག་དམར་བ། སྤྱི་ཚོགས་དྲང་པོ་ཅིག་ཆགས་རིགས་པའི་ང་ཚོ། སྐྱབས་མགོན་རིན་པོ་ཆེ་གི་ར་མི་སེར་ཆགས་འདོད་ར་ང་ཚོ། གཏན་དུ་བསམ་བློ་ཡ་བསོད་ནམས་རྡོ་རྗེ་ལགས་ཀྱི་དྲང་པོ་རྩ་བ་ཉིད་ནས་གནང་མ་སོང། སོ་སོའི་གོ་དོན་ཅིག་སྒྲུབ་ཡ་ལ་ཡ་ཨེ་ནི་གནད་དོན་མེད་པ་མང་པོ་ཅིག་བཤད་བསྡད་པས་ན། སྒྲིག་འཛུགས་ཁོ་རང་ལ་བརྡབ་སྲིང་བཏང་བས་ན་སྒྲིག་འཛུགས་དེ་མུ་མཐུད་ནས་གནས་དགོས་རོགས། ང་བློ་བཟང་ཞིག་མ་རོགས་ང་འོས་བསྡུ་འགན་འཛིན་རོགས། དེ་ང་ཚོ་ཚང་མ་འོས་བསྡུ་འགན་འཛིན་རོགས། འདི་དབྱེ་མཚམས་འདི་རྩ་བ་ཉིད་ནས་གནང་གི་མི་འདུག་བ། འདབ་སྲིང་ཧང་སན་གནང་སོང་ང་ཚོས་ཧང་སན་བཟོད་སྒོམ་བྱེད་ནི་བསྡད་ཡིན། འོས་བསྡུ་དྲང་པོ་ཡོང་ཡག་ལི་ཡག་ང་ཚོས་དངོས་གནས་ཁོ་རང་དཔེ་ད་ག་ལ་བ་ད་ཅིག་ལུས་སྲོག་འབེན་དུ་བཙུགས་ཡིན་ལ་ནི་ད་ཧ་མ་ཆེ་དྲག་ཡོད་གི་འདི་ཡིན་ནས་ད་ག་འདར་སྤྱི་ཚོགས་ནང་ལོག་ལི་ཡག་ག་འདར་ད་ཅིག་སྐད་ཆ་ཕལ་སྐད་རོ་བཤད་པས་ནི་འདྲ་མང་པོ་ས་ཡིན་ལ་བ་རོ་ད། མཁས་པོ་ཉིན་མོ་ད་ང་ཚོས་ཇི་བཤད་གི་རོ་བ།

དེ་འདི་ཚོ་མོ་འདི་འདྲས་ཅིག་གནང་སོང་འདི་རྩ་བ་ཉིད་ནས་བདེན་པ་མ་རེད་ཞེས་ཞེ་ཐག་དེ་ཞུ་ཡ་འདོད་པ་ཡོད། ཨམ་རྗི་སྟག་རག་གི་གནད་དོན་འདི་ལ་ཡ་གསལ་བཤད་ཐང་མ་གཉིས་བྱས་པ་ཡིན། ཨམ་རྗི་སྟག་རག་གི་གནད་དོན་འདྲ་བོ་ཅིག་ཡིན་པས་ན་ཨམ་རྗི་སྟག་རག་ང་ཆམ་ཐག་ཆོད་ཡོད། ད་ད་ལའི་འོས་བསྡུ་ལས་རིམ་འདིའི་བརྒྱུད་ནས་གཅེས་སྐྲག་བཏང་ས་དང་ཉེན་བརྡ་བཏང་ས་མང་ཆེ་ཁ་ཤས་ངའི་ཕ་ཡུལ་གཅིག་པ་ཁ་ཤས་ངའི་སྤིན་ཆག་ཁ་ཤས་གྲོགས་པོ་ནམ་རྒྱུན་ང་ལ་དཔེ་གུས་བརྩི་བྱེད་མཁན་འདི་འདྲས་རྐྱང་རྐྱང་ཅིག་ཡིན། གཅེས་སྐྲག་དང་པོ་བཏང་བའི་སྐབས་ལ་ཨམ་རྗི་སྟག་རག་ལ་ག་རེ་གསུངས་གནང་ཞག། ཧང་སངས་ཡག་པོ་རེ་ད་དྲང་པོ་རེ་ད་ཞེས་གསུངས་གནང་ཡོད་རེད་རེད་བ། བྱེ་བྲག་དང་པོ་བཏང་ཡོད་འདུག་ཡིན་ནས་གནད་དོན་འདིའི་སྒང་ལ་ཡང་རྣམ་པ་ཚོས་འོས་བསྡུ་སྒྲིག་གཞི་ཡག་པོ་ཟིན་གནང་དང། འོས་བསྡུ་འགན་འཛིན་གསུམ་ལ་འོས་བསྡུའི་ལས་རིམ་སྐབས་ལ་དབང་ཚད་འདི་ཡོད་རེད་མ་གཏོགས་དེ་སྔ་ག་རེ་ཡོད་མ་གཏོགས་འདི་བྱས་ལ་ག་རེ་ཡོད་མ་གཏོགས་དབང་ཚད་ཁོ་རེ་ཡོད་མ་རེད་ཁྲིམས་སྒྲིག་གཞི་འདིའི་ནང་ལོགས་ལ། བོད་དོན་ལས་རིམ་སྐབས་ལ་གཞིགས་ནས་རྩ་འཛིན་ལམ་སྟོན་འདི་ལག་བསྟར་བྱེད་དགོས། བཀོད་སྒྲུབ་སྐར་འདག། འཛམ་གླིང་ཡོངས་ཀྱི་འོས་བསྡུའི་སྐབས་ལ་ཡང་བཀོད་སྒྲུབ་སྐར་འདག་འདི Election Process སྐབས་ལ་ཡང། ཐ་སྙད་མ་བྱུང་བཤད་རྒྱུ་འདི་ལ་ཡང་གཅིག་འོས་བསྡུ་འགན་འཛིན་རྣམ་པ་ཚོ་འགན་འཁྱེར་དགོས་རེད་ལབ་ཡིན་ན། སྤྱི་འཐུས་ཀྱི་འོས་ཆོས་ཚང་མ་ཚོ་འདི་ང་ཚོ་ལས་འགན་ཡོད་རེད། གང་ཟག་གཅིག་གི་ནག་ཉེས་བྱས་ཤག་ཨ་ནི་གཅིག་གཅིག་བྱས་ཤག་ལབ་ཀྱི་ཡོད་པས་ན། འདི་ཕ་བོད་ཆ་རྐྱེན་ནང་ལོགས་ལ་གསལ་བོ་བཀོད་ཡོད་རེད།

སྤྱི་འཐུས་ཕ་སྐྱེ་རེད་གནམ་གྱི་འབྲོག་ལ་འདི་འདོད་པ་ཁག་མ་བཟོ་བྱས་རྗེས་ང་ཚོ་ལས་ཞུ་གཏུག་གནང་རེད་ཁྲིམས་སྒྲིག་ཞིག་ཞུ་གསུང། ས་གནས་འོས་བསྡུ་འགན་འཛིན་དང་དབུས་འོས་བསྡུ་འགན་འཛིན་ལ་འོས་བསྡུ་ལས་རིམ་སྐབས་ལ་མ་གཞི་ཐག་གཅོད་བྱེད་དབང་ཚད་མེད་ཡིན་དུས་ས་གནས་ཀྱི་ཐག་གཅོད་འདི་ཏག་ཏག་བསྡད་ཀྱི་ཡོད་མ་རེད། ལོ་མང་པོ་ཕྱི་ཉིན་ལ་བཀའ་མོལ་གནང་འདུག་རྒྱུ་འདི་ག་ལ་ཡ་ཐག་གཅོད་གནང་ཡ་འབྱོར་བ། སོང་ཙང་ང་ཚོ་ལ་ཡ་འབྲེལ་བ་ཞུ་ཡོད་འདུག་བསམ་བློ་ཡ་དོ་བདག་གཉིས་ཅན་ལ་ཡ་བཅའ་སྒྲིག་བྱས་པའི་ཐོག་ནས། ཨ་མྲི་རྟ་ར་གིས་ང་མགོ་སྐོར་ཐེབས་སོང་ནོར་སོང་བཅད་གཏུབ་བྱེད་རྒྱུ་དེ་ངས་བཏང་ཡིན་ཞེས་ཅེས་ངོས་ལེན་གསལ་བོ་ཞུས་པ་རེད། ང་ཚོ་བཅར་འདྲི་བྱེད་པའི་སྐབས་ལ་ཡ་ཧ་ཧུ་ཞེས་ཅེས་བཀའ་མོལ་ཞུས་པ་རེད། ང་ཚོ་དབུས་འོས་བསྡུ་འགན་འཛིན་ཡིན་ཞེས་ཅེས་དཔལ་ལྡན་ཞི་བོས་སྙན་སྙན་ཞུ་ཞུ་དེ་འདྲ་ག་བ་གོ། རྐུབ་བཀྱག་ཅིག་ཡོད་མདོག་མདོག་བྱེད་ཅིག་ནམ་རྒྱུན་ད་ལྟ་བར་རྩ་བ་ཉིད་ནས་ང་ཚོ་སུམ་ཆ་བཏོན་མ་མྱོང་ད། བཀའ་མོལ་ཞུས་པའི་སྐབས་རེ་ནས་བཀའ་འདྲི་ཞུས་པའི་སྐབས་རེ་ནས་སུ་ཕེབས་ཀྱི་ཡོད་ན་གཅིག་གནང་རོགས་གནང་འོས་བསྡུ་སྒྲིག་གཞི་དེབ་གནང་རོགས་གནང་ག་རེ་གསུང་གི་ཡོད་ན། ཡ་ལན་བྱེད་རྐྱང་མ་གཏོགས། ད་གནད་དོན་ཁག་ཅིག་ལ་ཡང་མང་ཚོགས་ལ་ཡང་གསལ་བཤད་ཞུས་མ་གོ་བས་དུས་ལ་བབ་མེད་པ་འདི་འདྲའི་ཐོག་ལ་དམིགས་བསལ་གསར་འགོད་པ་གཙོ་བོས་ཡང་སེ་ཡང་སེ་བཀའ་འདྲི་གནང་ནས་ང་ཚོས་དོགས་ཟོན་བྱས་པའི་ཏན་ཏན་རྣམ་པ་གཙོ་བོ་ཅིག་བློ་ཕམ་བྱུང་ཡོད་རེད། ཐག་གཅོད་གཞན་པ་ས་གནས་ནང་དབུས་ནས་བྱས་བྱ་རྒྱུ་མང་ཆེ་ལ་ཡང་རྣམ་པ་གཙོ་བོ་གཟི་བྷི་ནི་གུས་བརྩི་གི་ཐོག་ནས་བརྙན་འདི་ལས་ཡོད་ན་མ་བབ་ཅེས་དགོངས་དང་ཐུགས་གདན་ཞུས་ཡོད། གནས་ཚུལ་མང་པོ་ཞུ་རྣམ་པ་ཚོ་མཁྱེན་གྱི་ཡོད་མ་ས་ནས་ཁའོ་ཁ་ས་ལའི་ང་ཚོ་ཞུ་གཏུག་བྱེད་བཞག་རྒྱུ། ཨ་ནི་བར་ནས་དགོངས་དང་ཐུགས་དེ་བཞིན་མ་ཞུ་བཞག་རྒྱུ་ལ་ང་ཚོས་ཉེས་པ་དང་དེ་འདྲ་བྱས་ཡོད་མ་རེད། ཨམ་ཅི་སྟག་ར་འདྲ་པོ་བྱེད་མེད་ན་སྔོན་ན་ཕྱི་ན་ལགས་སོ་བྱས་བྱས་མ་བབ་ཤར་ནས་འགྲིག་ཡོད། ས་གནས་ནས་ར་སྤྲོད་བྱས་ཡོད་འདུག་ས་མ་ལའི་མུ་མཐུད་ནས་བཤད་བསྡད་ཡོད། བརྙན་དེ་ཚོ་མ་བབ་ཡོད་མ་རེད། ང་ཚོས་འདི་མ་བལྟ། ལོ་རྒས་ཨེ་ནི་བཅད་ཁྲ་དང་ཧང་སང་ཡ་རེད་ད། སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྒྲིག་གཞི་འོས་བསྡུ་སྒྲིག་གཞི་ནང་ལོག་ལ་དེ་ལས་ལྷག་ཡོད་མ་རེད། དེ་ག་རང་ལག་བསྟར་བྱེད་འོ་བྱེད་ཀྱི་ཡོད་རེད། ཁྱེད་རང་ལ་དམིགས་བསལ་ཡིན་ཟེར་བྱས་རྗེས་ལོ་སྔ་མ་ཞིག་མེད་ད་ཟེར་དང་ཉེན་བརྡ་བཏང་ཡ་དེ་ནི་ལམ་ཁ་ཁོ་ལ་བཞག་མི་འདུག། ཁྱེད་རང་སྒྲིག་གཞི་འདི་གས་བཞག་ཨེ་ནི་དེ་ལ་དཔའ་བའི་ཉེས་པ་ས་དོན་ཚན་ཉི་ཤུ་རྩ་ལྔ་ནང་ཡོད་པ་ད་ག་རང་བཏང་དགོས་རེད་མ་གཏོགས་དེ་གས་བཞག་ཟེར་བྱས་ཨེ་ནི་ཁྱེད་རང་དམིགས་བསལ་ཡིན་ད་ཟེར་ལབ་ཡོད་ན། ཨ་ནི་ཁོ་མུ་མཐུད་ནས་རྒྱལ་མཚོའི་རང་ཡིན་ལ། དེ་འདི་ཚང་མ་འདི་འདྲ་ཡི་གནས་སྟངས་ཅིག་བྱུང་སོང་ཨ་ནི། ད་དཀའ་ངལ་ཆེ་ཤོས་ཅིག་ལ་ཡ། ལོ་འགའི་བཏང་ཚར་བའི་རྗེས་ལ་ཧ་ལམ་དབུས་བོད་ལས་ཁང་ནས་ཉེས་པ་ག་རེ་བཏང་ཡ་ཡོད་མ་རེད། དེ་སྲིད་དུ་ཚང་མ་ཕ་ཆོས་དེ་རང་དབང་ཐོབ་ཡིན་བསམ་རྗེས་ད་ནི་ད་དཔེ་ད། གང་བཤད་བཤད་འདྲ་བོ་ཞིག་ཐོག་ནས་ཏན་ཏན་པོ་ཏོ་མུ་མཐུད་ནས་གནང་བསྡད་ཀྱི་ཡོད་རེད། ཡིན་འདི་སྤྱི་པ་ལ་ཕན་གྱི་རེད་བས།

ཀྲུང་དབྱང་གིས་འབད་བརྩོན་བྱེད་དུ་ཡོད་དེ་འདྲས་རྐྱང་རྐྱང་ཞིག་རེད་དེ་ཡིན་དུས་སྤྱི་ཚོགས་དྲ་རྒྱའི་ཐོག་ནས་ཡིན་པས་ནི་ང་ཚོས་ཀྱི་གནད་དོན་མང་པོ་ཞིབ་ཞིག་ལག་པ་འཆང་མེད་ཆ་ན་འཆང་སྲོལ་ཡང་མི་འདུག་ལས་བྱའི་གདངས་ཡང་འཁོར་ཡོད་མ་རེད་ནུས་པའི་གདངས་ཡང་ཡོད་མ་རེད། ད་རེས་འོས་བསྡུ་ལས་རིམ་འདིའི་ཐོག་ནས་དམིགས་བསལ་གསར་འགོད་གསལ་བསྒྲགས་འདིའི་བརྒྱུད་ཆེས་དོན་དམ་བར་དུ་ཐག་གཅོད་བྱེད་དགོས་གསལ་བོ་བཟོས་དགོས། དམིགས་བསལ་བལ་ཡུལ་གནས་སྟངས་འདིའི་ཐོག་ལ་ཡང་དཔང་རྟགས་དང་བཅས་ཆེས་གསལ་བོ་གསལ་རྐྱང་བཟོས་ཀྱི་གྲལ་སྒྲིག་ཨང་གསང་ཡོད།

གནད་དོན་གཅིག་ག་ལས་ང་ཚོ་རྩ་བ་ཉིད་འབྲེལ་ཡོད་ཚང་མ་གསུམ་བྱུང་བ་མ་རེད་བ། དམིགས་བསལ་ཞུ་སྦྱོར་བ་དང་ཨ་ནི་འབད་རྩོལ་ལེན་པ་གཉིས་ཅིག་སོང་ཙང་ང་ཚོའི་ཐོག་ནས་ཡང་ད་ག་རེ་ཡིན་པ་འདི་བ་ཡུའི་གནད་དོན་འདིའི་ཐོག་ལ་ཡིན་པས་ནི་ཆ་ཚང་ཆེད་དུ་ཁྲིམས་ཞིང་ཁང་ནས་ཡང་ཐག་གཅོད་གནང་གི་རེད་ཨ་ནི་དཔང་རྟགས་སྟོན་དགོས་གསལ་བཤད་བྱེད་དགོས་ཆ་ཚང་ང་ཚོ་ཡལ་གས་གནང་གི་རེད་རྣམ་པ་ཚོ་ཡིན་ནས་ཟུར་ཡན་ལི་ཕེ་ཐོས་རེད་བ། ཨ་ནི་ཐ་མ་འདི་ལོའི་མང་གཙོ་ཁེངས་དགོས་བཅས་ད་ཐུག་བརྒྱུད་ལམ་ཐོག་ནས་གསལ་བོ་ཆགས་འགྲོ་གི་རེད་ཞུ་ཡ་གཅིག་ཡིན། མཐའ་མ་འདི་ལ་ཡང་གང་ལྟར་རྣམ་པ་ཚོ་ཚང་མར་གསལ་བོ་བཟོ་ཡ་ན་ཡང་འོས་བསྡུའི་ལས་རིམ་སྤྱི་ཟླ་བཅུ་པའི་ཚེས་གཅིག་ལ་བགོས་ནས་རེ་བདུན་ལ་བགོས་ནས་ད་ལྟ་བར་དུ་བཀའ་སྤྱི་གཉིས་ནས་ཕྱག་གྲུ་མཉམ་འདེགས་ཧ་སང་ཡག་པོ་གནང་སོང། མང་གཙོ་ནང་ལོག་ལས་འབྲང་མ་ན་འཁྱོག་བཤད་འདི་འདྲ་ཅིག་འགྲོ་གི་འདུག་ཨ། རྩ་བ་གཉིས་ནས་ཐེ་ཇུས་གནོན་ཤུགས་གནང་མ་སོང། འོས་བསྡུ་དང་འབྲེལ་བ་ཡོད་པའི་འབྲེལ་ཡོད་ཁག་ལ་ཡང་ཡི་གེ་བཏང་རྗེས་འདི་འདྲ་འདི་འདྲ་གནང་རོགས་དང་འདི་འདྲ་འདི་འདྲ་བྱེད་རོགས་གནང། འདི་འདི་བྱེད་བདེན་བྱེད་རོགས་ཞེས་ཏག་ཏག་ལྟད་མོ་བསྡུ། ཡིན་དང་ཡིན་བཤད་བྱས་པས། འོས་བསྡུ་ལས་ཁང་ལ་ཡང་ཆེ་མཐོང་ཕུལ་བའི་ཐོག་ནས། འོས་བསྡུ་དྲང་པོ་ཡོད་ཡ་ལ་ཡང། བཀའ་སྤྱི་གཉིས་ཀྱི་ཐོག་ནས་རེད་རྒྱུ་ལས་ངོས་ནས་ཧང་སངས་ཡག་པོ་གནང་སོང། དེ་ལ་ཡང་དེང་ཆ་འདིའི་རྒྱུ་བྱས་སྙིང་ཐབས་ནས་ཐོ་ཆེ་ནང་སོ་ཞུ་ཡ་ཡིན་ཐོ་ཆེ་ནང།